བཀྲ་ཤིས་བསམ་གྲུབ་གླིང་ཕྱག་བཏབ་མཛད་ནས་ལོ་ངོ་དྲུག་བརྒྱ་འཁོར་གྱི་ཡོད་པར་སོང། ད་རིང་འདི་གར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི། ཀིརྟི་བྱེས་པ་གྲྭ་ཚང་ནས་དགའ་ལྡན་ཁྲི་ཐོག་བརྒྱ་དང་གཉིས་པ་རེ་རྫོགས་རིན་པོ་ཆེའི་གདན་ཞུས་ཐོག་དུས་དྲན་སྲུང་བརྩི་ཞུས་གནང་སོང། དེ་ཡང་བོད་མདོ་སྨད་རྔ་བ་ཁུལ་དུ་ཆགས་པའི་ཀིརྟི་མ་དགོན། ཀ་ལ་རི་དགོན་བཀྲ་ཤིས་ལྷུན་གྲུབ་གླིང་ཕྱག་བཏབ་ནས་ལོ་ངོ་དྲུག་བརྒྱ་འཁོར་གྱི་ཡོད་པར་སོང། དེ་རིང་སྤྱི་ཟླ་ལྔ་པའི་ཚེས་ལྔ་ཉིན། འདི་ག་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་གི་ཀིརྟི་དགེ་རྩ་ཚོགས་པའི་གོ་སྒྲིག་འོག་བསྟན་པའི་མཛེས་རྒྱན་དགའ་ལྡན་ཁྲི་ཐོག་བརྒྱ་དང་གཉིས་པ་སྐྱབས་རྗེ་རེ་རྫོང་རིན་པོ་ཆེ་རྗེ་བཙུན་ཐུབ་བསྟན་ཉི་མ་ལུང་རྟོགས་བསྟན་འཛིན་ནོར་བུ་མཆོག་གདན་བཞུགས་ཀྱིས་དུས་དྲན་གཟབ་རྒྱས་ངང་སྲུང་བརྩི་ཞུས་གནང་སོང། ཀིརྟི་མ་མགོན་དབུ་བརྙེས་པའི་དུས་ཚིགས་ཁྱད་པར་ཅན་དེའི་ཐོག་སྐུ་མགྲོན་གཙོ་བོ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་དབུས་རིས་མེད་ཆོས་སྡེ་ཁག་གི་མཁན་བླ་སྤྲུལ་དང་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་དང་སྤྱི་འཐུས་རྣམས་ལ། རྗེས་ཞུགས་ཀིརྟི་སྐུ་ཕྲེང་བཅུ་གཅིག་པ། རྗེ་བཙུན་བློ་བཟང་བསྟན་འཛིན་འཇིགས་མེད་ཡེ་ཤེས་རྒྱ་མཚོ་མཆོག་ནས་མདོ་སྨད་ཀིརྟི་མ་དགོན་ཀ་ལ་རི་དགོན་ཐོག་མར་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་གཉིས་ལོར་ཕྱག་བཏབ་པ་ནས་བཟུང་ཀིརྟི་སྐུ་ཕྲེང་རིམ་བྱོན་ནས་སངས་རྒྱས་ཀྱི་བསྟན་པ་སྤྱི་དང། བྱེ་བྲག་ཏུ་རི་བོ་དགེ་ལྡན་པའི་བསྟན་པ་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་སོགས་ཀྱི་བཀའ་དྲིན་རྗེས་དྲན་གྱི་ཆོས་འབྱུང་བྱུང་རབས་ངོ་སྤྲོད་གནང་ཞིང། ད་དུང་འབྱུང་འགྱུར་ཡང། གཞིས་བྱེས་གཉིས་ཀྱི་ཆོས་སྡེ་དགེ་བཙུན་རྣམས་ནས་བསྟན་པར་ཐོས་བསམ་སྒོམ་གསུམ་གནང་སྟེ་འཛིན་སྐྱོང་སྤེལ་གསུམ་གནང་རྒྱུ་གལ་ཆེ་ཆགས་ཡོད་སྐོར་བཀའ་སློབ་གནང་སོང།

ལྷག་པར་དུ་ད་ལྟའི་ཆར་མཚན་ཉིད་དང་རིག་གནས་སྤྱིའི་ཐོག་དོ་སྣང་ཆེ་བཞེས་ཀྱིས་ཡར་རྒྱས་འགྲོ་བཞིན་པར་བསྔགས་བརྗོད་གནང་བ་དང་ཆབས་ཅིག་ད་དུང་ཡང་དོ་ཁུར་ཆེ་བཞེས་དགོས་གལ་དང། ལྷག་པར་དུ་མང་ཚོགས་ལ་ཆོས་བཤད་ནས་དད་པ་ཐོབ་དགོས་པ་ལས་རྨོངས་དད་ཁོ་ནའི་རྗེས་སུ་འཇུག་རྒྱུ་མིན་སྐོར་ལམ་སྟོན་གནང་དོན། དད་མོས་ངང་དུ་ཤེས་ནས་དད་པ་ལ་གཞིགས་དགོས་པ་སོགས་གནང་འདུག་བ། དད་མོས་ངང་དུ་ཤེས་དགོས་དགོངས་ན་དད་པ་ལ་དད་པ་ཡོང་རྒྱུ་དགོས་པ་རེད། ནང་པའི་ནང་པ་རེད་དགོས་བྱས་པ་རེད།

རྩ་བའི་དེ་རིང་ཀིརྟི་མ་དགོན་དབུ་བརྙེས་པའི་དུས་ཚིགས་དེ་ཡི་མཛད་རིམ་ཆ་ཤས་དང་འབྲེལ་བོད་གཞིས་བྱེས་གཉིས་ཀྱི་ཀིརྟི་དགོན་མ་ལག་དང་བཅས་པས་མ་འོངས་ལོ་གཅིག་རིང་སེམས་ཅན་སྲོག་བསླུ་དང་ཁོར་ཡུག་སྲུང་སྐྱོབ་དེ་བཞིན་སྤྱི་པའི་ཐོག་ནས་དམར་ཟས་སྤོང་ཐབས་སོགས་ལྷག་པར་དུ་ཀིརྟི་མ་དགོན་གྱི་གདན་ས་ཆེ་ཁག་བཞིའི་གཙོས་དགོན་མ་ལག་མཉམ་འཛོམས་ཀྱིས་ཕར་ཕྱིན་དབྱར་ཆོས་ཐེངས་དང་པོ་དམིགས་བསལ་ཚོགས་གནང་རྒྱུ་སོགས་ཆོས་ཕྱོགས་ཀྱི་ལས་རིམ་དོན་ཚན་ཁག་མི་འདྲ་བ་བཅུ་བཞི་བང་བསྒྲིགས་གནང་འདུག། གཅིག་གཉིས་པ་ལོགས་གཅིག་པུས་རང་སེམས་ཅན་ཧྲོག་གླ་དང་ཁོར་ཡུག་སྲུང་སྐྱོབ། སྤྱི་བའི་དོགས་གནད་མར་གཟིགས་སྲུང་ཐབས། ཕྱོགས་དམག་སྐྱོབ་པ། གསར་གཏོར་ཆུ་གཏོར་མི་བྱེད་པ། རྐུན་འཕྲོག་ལྕགས་གསུམ་སྤོང་བ། རྒྱན་ཚད་ཆང་དང་ཐ་མ་ཀ་སྐྱོབ་པ་སོགས་ཡ་རབས་སྤྱོད་བཟང་ལ་ཀིརྟི་ཚང་གི་དགོན་གྲོང་ཐུན་མོང་ནས་དམིགས་བསལ་འབད་བརྩོན་གནང་རྒྱུ། དེ་རིང་དུས་ཚིགས་དང་བསྟུན། རིན་པོ་ཆེ་མཆོག་གིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། བོད་མི་མང་ཚོགས་ལ་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཁྱོངས་བྱ་རྒྱུ་འགན་ཡོད་པའི་ཁར། དམིགས་བསལ་ཆོས་སྡེ་དགེ་བཙུན་རྣམས་ནས་རྒྱ་ནག་གི་མི་མང་ལ་ཆོས་ཕྱོགས་ཀྱི་ཕན་ཐོགས་སྒྲུབ་རྒྱུ་འགན་ཡང་ཡོད་སྐོར་བཀའ་གནང་དོན། ད་ང་ཚོའི་བོད་ཀྱི་ཆུས་དང་རིག་གཞུང་དེ་ང་ཚོ་བོད་མི་ཡོངས་རྫོགས་ལ། འཛིན་སྐྱོང་སྤེལ་གསུམ་བྱེད་དགོས་པའི་འགན་དེ་ང་ཚོ་བོད་མི་ཡོངས་རྫོགས་ཡོད་རེད་དེ་ལྷག་པར་དུ་ང་ཚོ་ཆུ་བྱའི་དགེ་འདུན་པ་སོགས་ཀྱིས་བོད་ཀྱི་ཆུ་དང་རིག་གཞུང་དེ་འཛིན་བཟུང་བྱེད་དགོས་པའི་འགན་ཡོད་རེད་དེ་ཡིན་ཏེ། ད་ཕྱིན་ཆད་ནི་དགེ་འདུན་པའི་སྡེ་རྣམ་པ་སོགས་ཀྱིས་ཆུ་བྱེད་གཉིས་དང་ལྭ་བ་ལྷོབ་གཉིས་དེའི་ཐོག་ལ་ཤུགས་སྣོན་ཤུགས་ཆེན་པོ་ཅིག་བརྒྱབ་ཆེད་དངོས་གནས་ཅིག་དགེ་འདུན་པ་མིང་དོན་མཚུངས་བ་ཅིག་ཡོང་བ་ཅིག་དང། གཞན་ལ་ཕན་ཐོགས་ཅི་ཐུབ་པ་ཅིག། སྤྱི་བཏང་ནས་འབྲེལ་ཡོད་བོད་མི་མང་ལ་ཕན་ཐོགས་བྱེད་ཐུབ་པ་ཞིག་དགོས་ཀྱི་ཡོད་རེད་གཉིས་ཟེར་ན་ང་ཚོའི་ཁྱིམ་མཚེས་ཨ་ནི་རྒྱ་ནག་སྐམ་ས་ཆེན་མོའི་ནང་ལ་ཡོད་པའི་རྒྱ་མི་དུང་ཞེན་མང་པོ་བྱས་པ་རེད་དེ་ལ་ཡིན་ན་ཡང་ང་ཚོའི་ཆོས་ཀྱི་ཐོག་ནས་ཕན་ཐོགས་བྱེད་ཐུབ་པ་ཞིག་ཨེ་ཡོང་མི་ཡོང་བལྟ་དགོས་པ་དེ་ང་ཚོའི་འགན་གྱི་ཆགས་བསྡད་ཡོད་རེད། གཞི་རྩའི་དཀྱིལ་སྡེ་དགོན་པ་དེ་བཞིན་བོད་ཀྱི་ལོ་རྒྱུས་ནང་ཆོས་ཕྱོགས་ཀྱི་ཐད་ནས་ཧ་ཅང་གནད་འགག་ཙམ་མ་ཟད། ཉེ་བའི་ལོ་ཤས་ནང་བོད་ནང་རང་ལུས་མེར་སྲེག་གཏོང་གནང་མཁན་སུམ་ཅུ་སོ་ལྔའི་ཁོངས་ནས་མང་ཆེ་བ་ཡོང་ཁུངས་དགོན་པ་དེ་ཆགས་སྟབས་ཆབ་སྲིད་ཀྱི་གནད་འགག་ལྡན་པ་ཞིག་དང་རྒྱ་གཞུང་གི་ངོས་ནས་ཆེས་སྡང་ཟུག་བྱེད་སའི་སྒྲིག་འཛུགས་ཤིག་ཀྱང་ཆགས་ཀྱི་ཡོད་པ་རེད། ད་ལྟའི་ཆར་བོད་ནང་གི་དཀྱིལ་སྡེ་མ་དགོན་ཁྱབ་ཁོངས་སུ། དགོན་ཆེ་ཆུང་ཉི་ཤུ་ལྷག་གི་ནང་དགེ་འདུན་པའི་ཞལ་གྲངས་ཉིས་སྟོང་ལྷག་འདུག་པ་དང། དེ་བཞིན་འདི་ག་རྡ་ས་དཀྱིལ་སྡེ་བྱེས་པ་གྲྭ་ཚང་ནང། དགེ་འདུན་པ་ཉིས་བརྒྱ་མ་ཟིན་ཙམ་འདུག།